གང་ཟེར་ན་གནམ་ཡོལ་གཉིས་ཤིང་བདུན་པ་དང་སོགས་འདུག་ཨ། འོ་བདུན་པ་ཕྱེས་པའི་སྐབས་ཡིན་ཙང་ཨེ་རྩ་གཞུང་དེ་མ་འདུག་ཅེས་ཞུས་པ་ཡིན། ཨ་བདུན་པ་དེ་ངས་གསེར་རྟགས་བརྒྱབ་ཡོད། དེ་ནས་བདུན་པའི་བསྟན་དོན་དེ་སྔར་ཞུས་པ་ན་བཞེས་རེས་གསར་བརྗེ་ཕྱི་གང་གསུམ་པ་དང་བཞི་པའི་བསྟན་དོན་ནང་དུ་གནམ་ཡོལ་གཉིས་ཤིང་བདུན་པ་དང་དེ་གཉིས་ཚེ་སྐབས་ནང་ལ་འཇུག་ཟེར་དྲ་མིག་བཟོས་ཡོད། འདི་མ་མཁྱེན་འདི་པོ་ཡོད། དེ་ནས་གནམ་ཡོལ་བདུན་པ་བསྟན་གནས་ཀྱི་གོ་དོན་ནམ་མཚན་ཉིད་ཞུ་བའི་ཡུལ་ན། རྟེན་དང་གཞི་ཅི་ཡང་རུང་བ་ཞིག་ལ། རྟེན་དཔེར་ན། ཅོག་ཙེ་ལྟ་བུའམ་གདན་ཁྲི་ལྟ་བུའམ་ས་སྟེང་ལྟ་བུ། ཡང་ན་ནམ་མཁའ་ལྟ་བུ་གང་ཡིན་ནས་མི་འདུག་ད་རྟེན་འམ་གཞི་རེད་པ། རྟེན་དང་གཞི་བཟུང་ནས་མི་འདུག་གནས་གཞི། དཔེར་ན། ཅོག་ཙེའི་སྟེང་དུ་བུམ་པ་གནས་ཡོད་པ་ལྟ་བུ་བ་ལ། དེ་འདྲའི་ཅིག་ཅོག་ཙེ་འདི་ཞེས་བྱ། དཔེར་ན་རྟེན། དཔེར་ན་གང་ཟག་ཞེས། ཁྲིད་དང་དུའམ་གདན་ཁྲིད་དང་དུ་གང་ཞིག་ཏུ། འདྲེས་ཡོད་པ་དེ་ལ་རྟེན། འོ་དེ་འདྲའི་ཅི་ཡང་རུང་བ་ཟེར་ན་གང་ཡང་རུང་བ། ཞིག་ལ་དེ་གཅིག་ལ་ཆོས་གང་ཞིག་དཔེར་ན། བཞི། ཅོག་ཙེ་དང་དུ་ཆོས་བུམ་པ་གནས་པ། རྟེན་འབྲེལ་འཁྲིད་དང་དུ་ཆོས་གང་ཟག་གང་ཞིག་གནས་པའམ་ཟེར་ན་འདས་པ། ཡོད་པ་ཡང་ན་མེད་ན་བརྟེན་པ་ཟེར་ན་དེ་གང་ལ་བརྟེན་ཡོད་པ་དཔེར་ན་རྟེན་ཅོག་ཙེ་དང་དུ་གང་བུམ་པ་བསྟན་པ་ཞེས་པ་དང་བསྟན་པའི་ཚུལ་དུ་ཡོད་པ་ཙམ་སྟོན་པ་ལས་འདིས་གང་ལ་ཡང་བྱ་བ་བྱས་པ་ཞིག་མི་སྟོན་ཏེ་སྟོན་མི་དགོས་པ་ཡིན་གསུངས་ཡོད་རེད། དེ་ཡང། ཚིག་གྲུབ། ཞུས་པ་ཡིན་ན། ད་འདི་ལ་རྣམ་སྨིན་བདུན་པ་ལ་ཡང་ཚིག་གྲུབ་དངོས་དང་གནད་གཞི་རྗེས་མཐུན་པ། ཞེས་ཡང་གཉིས་ཡོད་རེད་ཐོག་མར་དངོས་དུ་ཞུས་པ་ཡིན་ན་རྣམ་སྨིན་བདུན་པ་བསྟན་གནས་སམ་གནད་གཞི་དཔེར་བརྗོད། ཡུལ་བྱས། ཁྲེས་བྱས་བསྔོ་བའམ་ཆོས་ངེས་པ་གྲོ་མི་ལོ་ག་ཕྱེད་བཞག་ཡོད། དེ་ནས་མ་ཞུས་པས་ན་སྟེང་དུ་ཡོད། སྟེང་དུ་ཡོད་ཟེར་ན་སྟེང་དེ། གནས་བཞི་དེ་བཅས་ཐུགས་དེ་ཁྲེས་བྱས་ཡོད་པ་དེ་གནས་པ་དེ་རེ་བ་ལ། ད་དེ་ནས་ནུབ་ཏུ་གནས་རི་རྩེར་དར། རྒྱ་མཚོར་གྲུ་གཟིངས། སྤྱི་གཙུག་ཏུ་ཉི་ཟླ་མཛེས། ད། རྫས་འདེན་ཡོད་མང་ཟེར་དུས་བྲིས་ནས་རུང་བ་འདུག་མ་བྲིས་ནས་རུང་བ་འདུག་གང་ལྟར་གནོད་པའམ་བདེན་པ་ཡོད་པ་ཞིག་ལ་གོ་དགོས་ཀྱི་ཡོད་རེད། དེ་ནས་ལག་ཏུ་མདོ་ཁྲི་འདེན། ཅོག་སྟེང་དུ་དཔེ་ཆ་ཡོད། རླངས་འཁོར་རུ་འགྲོ་མི་མང། ནགས་སུ་འགྱོད་ཤིང་མང། སྐྱེད་མོས་ཚལ་དུ་མེ་ཏོག་བཙལ། ཁྲི་སྟེང་དུ་བླ་མ་བཞུགས། ཁང་སྟེང་དུ་བྱིའུ་བཙའ། ཚོང་ཁང་ནང་མི་མང། ཐབ་ཚང་དུ་མ་བྱིན་ཡོད། དེ་ནས་གནས་གཞི་བརྗོད་འདུན་པ་གསུང་ཡག་སྟེ། གནས་གཞིའམ། གནའ་མིའི་འདུན་པ་བརྗོད་འདུན་ནི་གཏན་གཏན་པར་མི་གནས་པའི་དགག་སྒྲ་ཅན་ལ་གོ་དགོས། ད། སྔར་དེ་གནས་པར་བ་གནས་པར་འདེམས་པ་ཡོད་པ་མང་བ་ད་དེ་མི་གནས་པ་མི་འདེམས་པ་མ་མང་བའོ་དེ་འདི་ལ་སོགས་པ་གོ་བ་ལ་དགག་སྒྲ་གང་ལྟར་དགག་སྒྲ་ཅན་ལ་གོ་དགོས། དེ་ཡང་དཔེར་བརྗོད་ཞུས་པ་ཡིན་ན། མཁའ་རུ་སྤྲིན་མེད། མཚོ་ལ་དར་མ་ཆགས། གཏན་དུ་མི་འདོད། མཉམ་མོ་ས་སྟེང་དུ་མི་སྡོད། རྡོ། རྡོ་ཆུང། ཆུ་སྟེང་དུ་མི་གནས། ཐ་དེ་ནས་བྱེ་བྲག་བཤད་དགོས་པའང་འཕྲད་ཅི་དང། གཅེན་གཅུང་རང་རང་གི་ཆོས་སུ་རང་རང་ཁྲིམས་དང་མཐུན་པར་འཇུག་པ་ཡོད་པ་གང་ཞིག་ལ། ཨཱ། ད་ལ་དོན་གྱི་སྐབས་སུ་ན་ལ་དེ་ཀུན་ལ་འཇུག་གི་ཡོད་གསུངས་པ་ནང་བཞིན་སྐབས་སུ་བབ་པ་འདི་སྟེ་ནས་ཀྱི་སྐབས་སུ་ན་ལ་འཇུག་གསུངས་པའི་ཆོས་ནི་རོགས་ཙམ་མ་སྟེ་བཀོད་པ་ཡིན་ན་ནི། དེ་ཡང་བྲིས་སླ་བ་ཡིན་ཏེ། ཁྲོམ་ན་གངས་མང་ཅི་དང་ཁྲོམ་ཐུར་བ། ཤིང་རྩེ་ལ་བྱིའུ་མང་ཅི་དང་ཤིང་རྩེ་རུ་སྟེ་ཤིང་རྩེར་བྱིའུ་མང། ཡིན་ན་ཡང་ན་ལ་ཁྲིད་དགོས་པ། དེ་ལ་ཤིང་རྩེ་ལ་བྱིའུ་མང། ཁྲི་སྟེང་ལ་བླ་མ་བཞུགས་ཚོང་ཁང་ན་མི་མང་ཚོང་ཁང་ལ་མི་མང་ཁྲི་སྟེང་ལ་བླ་མ་བཞུགས་གསུངས་པར་བ་ཁྲི་སྟེང་ན་བླ་མ་བཞུགས་གསུངས་ན་འགྲིག་གི་རེད་ཚེ་ཐིང་ཁྲི་སྟེང་དུ་བླ་མ་བཞུགས་གསུངས་ནས་འགྲིག་གི་རེད། ཚོང་ཁང་ན་མི་མང་ཚོང་ཁང་ལ་མི་མང་ཚོང་ཁང་དུ་མི་མང། ཅེས་དང། དེ་ནས་ཐབ་ཚང་ལ་མ་བྱིན་ཡོད་འདི་ན་ར་ཀུན་ལ་འཇུག་པར་བྱེད་ཅི་དང་ངང་དུ་བྱས་ཡོད་ན་ང་ད་ན་མ་ར་ལ་དུ་ཡིན་འདུག་ཙ་ནས་ཐབ་ཚང་དུ་མ་བྱིན་ཡོད་ཡང་ན་བྲིག་ཡོད་ཡིན་ན་ཐབ་ཚང་ན་མ་བྱིན་ཡོད་ག་རེ་བྲིག་ན་བ་ཡིན་ན་འགྲིག་གི་འདུག།